སྐད་ཆ་གཙོ་བོའི་རྗེས་ན་སྤྲིན་ཆེན་ཕོ་ཉ་དེ་ལ་ལེམ་ཁ་དེའི་དོག་གོ་འདི་ཧ་ར་ཚན་འགྱུར་ཞིག་ཧ་ར་དེ་གི་ཨེ་འགག་ནོ་ད་སྐད་ཆ་འདྲ་འདྲ་དེ་རེད་ལ་དེ་མ་གཏོགས་མི་ཚིག་གི་ཆེན་པོ་ཡོད་ན་མ་རེད་དོན་ངེས་སོ་ད་དེ་འདྲ་ན་མི་ནག་གི་སྒང་ནས་བཤད་སོང་ན་མི་ནག་མ་མེད་ཁུ་ཡི་གི་འདྲི་བ་འུ་ཟིག་ཡི་གི་དེ་ཁུ་ལི་ཁུ་ལི་ཧ་ར་སྐྱེ་ཡིན་འགྱུར་ནི་ཟིག་དེ་ཡི་གི་དེ་གཏེར་ས་གི་ནི་ཟིག་མ་ན་ནུ་མོ་ཚིག་ཟིན། དུ་མ་མ་སྟོང་མེད་ཀྱི་རི་ལ། ད་འདུག་མི་ཟིག་གི་བར་གྱི་སྐ་ཆགས་ཟིག་རི་དག་ནང་དོན་རྡོག་རྡོག་བྱས་སོང་ན་ལྟ་ཧྲིག་ཧྲིག་འོ་ན། ད་ཁྱོད་ཀྱི་སྤྲིན་གྱི་བུ་ཉག་ཟིག་གུ་ནུ་འདི་ནམ་ཞིག་བཙན་པ་ག་དུས་ཅིག་ལ་བཙན་པ་གང་ཞིག་ནས་བཙན་པ་ཟིག་གུ་ནུ་འདི་ཁྱེད་ཀྱིས་ད་བཤད་ཁག་པོ་རེད་མི་ཤེས་གི་རེད་འོ་ན་སྤྲིན་གྱི་བུ་ཉག་ཟིག་གུ་འདི་དོག་གི་འདི་པོ་ལ། ད་ག་དུས་གཟིགས་ལ་བསྒྱེལ་བ་རེད། སུས་བསྒྱེལ་བ་རེད། རྐང་ནས་བསྒྱེལ་བ་རེད། འདི་ཆོས་ཀྱི་དག་ཞིག་གི། དེ་འདི་ལ་གཟུ་བོ་ཀྱི་ཐུན་མོང་མ་ཡིན་པ་གྱི་ཁྱད་ཆོས་གཟུ་བོ་ནོ། གཞན་པ་གྱི་གཏམ་ཕྱི་རབས་དེ་ཚང་མ་བསྒྱུར་བྱེད་ད་ཚུགས་ནི་བསྒྱེལ་བས་འདི་གཟིགས་ནས་བསྒྱེལ་བ་ཡིན། བསྒྱེལ་བ་བོ་འདི་ཡིན། བསྒྱེལ་བས་གནས་ནི་འདི་ཡིན། བསྒྱེལ་བས་དུས་ནི་འདི་ཡིན་ཟེར་ན་མང་ཆེ་ཤས་བསྒྱེལ་བས་དེ་ར་བའི་ནི་ད་འགའ་ཞིག་འགའ་ཞིག་བསྒྱེལ་བས་དེ་མེད་གི་འོ་ན་འདི་བསྒྱེལ་བར་བྱེད་པ་ལ་སྐུལ་མ་བྱེད་པ་གྱི་མི་སྣ་སུ་ཡིན། འདི་བཟོ་ལ། བཟོ་བོ་ཁོས་ཁྱི་དང་རྩྭ་བོ་ཁོས་གཏམ་ཅི་མང་བྱས་བྱས་ལ་ཁྲག་ཅི་མང་བྱས་བྱས་ལ་འདུག་མོ་ཡོད་ཀ། དེ་ན་དེ་ལྟ་ན་འདི་ལྟ། སྤྱི་ལུགས་ཀྱི་སྒང་ལ། པོ་ལ་ཀ་དུས་གཅིག་ལ་བསྒྱུར་བ་ཡིན་པ་འདི། བསམ་ས་མེད་ཀི་ར། འགའ་ཞིག་གིས། ཆིག་སྟོང་སུམ་བརྒྱ་གསུམ་ནས་ད་ཆིག་སྟོང་སུམ་བརྒྱ་སུམ་ཅུ་བར་བསྒྱུར་འདུག་ཟེར་བ། ད་མང་ཆེ་ཤོས་ཀྱིས། ད་ཆིག་སྟོང་སུམ་བརྒྱ་བཞི་ཅུ།

འདི་ནི་ཕྱག་འཁྱེར་བ་རེད། འོ་ན་འདི་ནི་ཕྱག་གི། ཨཱ་ནི། འཁྱེར་བ་ན་ལག་འཁྱེར་གྱི་སྐད་ཀྱི་ཨཱ་ནི་ཁུ་ཕྱག་ལ་རྒྱུ་དྲུག། སེའི་སྦྱོར་བ་རེད་ཟེར་ན་ཨ་ད་ཁ་ཆེའི་བན་ཁྲི་དང་ཡང་ཉེ་ངེ་བཀའ་ཆེན་མོ་ཟེར་རེད། ཨ་ཡ། དེ། སི་མན་ཤེ་རེ་ཟེར་དགོས་ནོ། འདི། འདི་གི་ཚེ་ན། ནི་ཏྲ་ཏཱ་ཡཱ་ཟི་ནི་རི། ནི་ཏྲ་ཏཱ་ཡཱ་ཟི་ནི་རི་ཨ་སི་མན་ཤི་རི་ཡཱ་ཟི་ནི་རི། ཨོ་ཡ། ད་འདི་ཉིད་བྱ་གི། འདི་ལག་འཁྱེར་ལ་ཁེ་ནི་རི་ལ། ན་ད། འདི་དང། དེ་ནས་ད། ལོ་ཙཱ་བ། ད། བྱང་ཆེར་རྩེ་མོ། ཨ་དེ་ནས་དགྲ་བོ་རྣམས་བཟང། ལུང་རིགས་སྨྲ་བ་དག་འདས་ལོ་ཙཱ་བ་ཟིག་ར་འདི་ཆོས་གསུམ་པོ་གིས་བདག་བསྒྱུར་བ་རེད། གང་ནས་བསྒྱུར་ནི་རེད་ཟེར་ན་ས་སྐྱ་གཙུག་ལག་ཁང་ནས་བསྒྱུར་ནི་རེད་ཟེར་ད་གཟོད་ས་སྐྱ་གཙུག་ལག་ཁང་འདི་ད་ས་སྐྱ་བ་དག་གིས་གཟུགས་ལ་ཡིག་སྒྱུར་གྱི་སྟངས་ནས་བཤད་སོང་ན་ད་ཧ་ལས་བ་གི་བཀའ་དྲིན་ཆེན་མོ་ཡིན། ལྷག་པར་ད་ད་ས་སྐྱ་གཙུག་ལག་ཁང་ནས་ད་ད་ས་སྐྱ་གོང་མ་གཟུགས་ཀྱི་རང་དེ་ད་ཧ་ལས་བའི་གཏམ་ཆེས་མང་ཟིག་རྒྱ་གར་ལ་དྲངས་ནི་ལ།

ལོ་ཙཱ་བ་སངས་ཆ་རྩིང་མོ་ར་དྲ་བ་རྣམ་བཟང། དེ་ནས་ཁ་ཆེ་དཔལ་འཕྲུལ་རྟ། ད་སེ་མ་ཤི་རེ་སུམ་ཆ་གིས་ས་ཆ་ཚིག་ལ་ཁག་མེད་ད་འདི་གི་སྦྱར་བ་ཡིན། ད་གསུངས་འདིར། འོ། འདིའི་སྦྱར་ནོར་གི། ནི་ཁུངས། ལུང། འདི་གང་ན་ཡོད་ནི་རེད་ཟེར་བ་ཡིན་པ་ན། འདི། བདུད་བགེགས་ཀྱི་དམ་རྒྱལ་ནང་ན་ཡོད་ས་ར་ཡོད་ན་ར། ད་འདི་ཚེ་ར་རྒྱལ་ནི་སྤྲིན་གྱི་བུ་ཉག་འདི་ཚེ་ར་རྒྱལ་ནི་ཚེ་སྣོད་ཀྱི་འཇིགས་ཤིང་ན་ད་ཁྱི་ཟིག་བརྐུ་ཟེར་བ་མིན་ན། བསླུ་བྲིད་དང་སྙིང་རྗེ་དང་སྐྲུ་བ་དང་ངེས་བ་དང་སྟོང་བ་ལ་སོགས་པའི་ཡོན་ཏན་ཕུལ་དུ་བྱུང་བ་འཕོ་ཐབས་མེད་པས་སྤྲུལ་བའི་དཔོན་ཆེན་གནས་འཁོར་བསྟན་པའི་བཀའ་ལུང་གི། ཁ་ཆེའི་དཔལ་ཁྲི་དང་སྙན་ངག་མཁན་ཆེན་པོ། སྲིད་མི་ཤེས་རིག་དག་ཞི་ཆིན་སྤྱི་ལོ་ཙཱ་བ་མང་ཐུ་དི་བའི་དགེ་སློང་བྱང་ཕྱིར་རྩེ་མོ་དང་ལོ་ཙཱ་བར་གཏོགས་པ་ལུང་རིགས་སྨྲ་བ་གནས་འཁོར་བཟང་བས། ཧོ། དཔལ་ས་གཅིག་གཙུག་ལག་ཁང་ཆེན་པོ་བསྒྱུར་ཅིང་ཞི་བདེའི་གཏན་ལ་ཕེབས་བའོ། ཅི་ནུས་སྔ་མ་ནས་ཚིག་འདི་བ་ནི་དེ་ཡང་ཁྱེད་ནས་ད་ལྟ་འཇགས་རྩིས་མེད་པ་འདིར། གང་ཞིག་ཐུགས་དགོངས་རྣམ་པར་དག་པ་ཡིས་འདི་ལ་སྐུལ་ཞིང་མཐུན་རྐྱེན་བསྒྲལ་བ་དང། བདག་ཅག་འབད་པའི་གསོལ་ནི་གང་བྲལ་བའི་འཁོར་བ་ལས་གུར་སྐུ་གསུམ་ཐོབ་པར་ཤོག། གང་ཞིག་ཐུགས་དགོངས་རྣམ་པར་དག་པ་ཡིས་འདི་ལ་སྐུལ་ཞིང་གསོལ། ཐུགས་དགོངས་རྣམ་པར་དག་པ་འདི་ལ་སྐུལ་ཞིང་འདི་ལ་སོགས་ནི་སྤྲིན་གྱི་ཕོ་ཉ། འདི་སྦྱར་བ་ལ་སྐུལ་བ་སྐུ་བོ་ཟེར། ཨ་ད་བོན་ཆེན་ནི་མགོ་བསྟན་པ།

འདི་ཕལ་ཆེར་ལུག་རྩ་བ་བྱང་ཆུ་རྩེ་མོ་ཡིན་ས་རེད། ད་དེ་ལ་རོགས་པ་བྱེད་མཁན་དང་ལེན་ལོག་བྱེད་མཁན་ཞབས་ཏོག་གཏང་མཁན་བསད་ན་འགྲིག་གི་ད་གང་ལྟར་ད་གཟུགས་བྱ་བ་ཕལ་བ་ཟེར་གྱི་ར་དེ་གནས་ཁ་བཟང་བའི་ས་ཡིན་ས་ར་ཚིག་འདི་ག་ན་དེ་ན་འོ་ཡ་ཤིང་གི་རྡོག་པོའི་གསང་བཟང་ལས་ཟེར་ཤིང་གི་རྡོག་པོ་གསང་བཟང་ཟེར་ཤིང་གི་རྡོག་པོ་ཟེར་རེད་དེ་རིག་ག་དེ་ནས་ས་སྐྱ་ཧོན་ཆེན་གནས་ཁ་བསྟན་པ་རེད། བ་འདི་གིས་ད་གསང་བཟང་བོ་ལས་ད་སྙན་ངག་འདི་ནི་བོད་སྐད་དུ་སྙན་ངག་འདི་སྤྲིན་གྱི་ཕོ་ཉ་འདི་བོད་སྐད་དུ་ད་ཅི་ཟེར་ན་ཁ་ཆེའི་པཎ་ཆེན་དང་ལྷན་ཅིག་ཟེར་བ་ཁ་ཆེའི་པཎ་ཆེན་ད་སྒང་ལ་བཤད་དགོས་ནོ་ལ། སི་མན་ཤི་རེ་ཟུང་འདིར་ཨ་སི་མན་ཤི་རེ་དང་ལྷན་དུ་ཟེར། དགེ་སློང་བྱང་ཆུབ་རྩེ་མོའི་རྒྱུར་ཟེར་བ་ད་དགེ་སློང་བྱང་ཆུབ་རྩེ་མོ་དགོས།

ཨ་ཡ་དེ་རེད། དེ་མཚོན་ནས། ད་ལྷོ་ཁུལ་ནག་མོ་ཁུལ་ཟེར་བ་འདི་ལ་སྤྱིར་བཏང་གི་བརྩམས་ཆོས་བྲིན་ཆོག་ཕོ་ཉ་གཅིག་པུ་མ་རེད། ད་བྲིན་དཀའ་ཚེ་འདི། སྐད་ཡོག་གི་བརྩམས་ཆོས་མང་གི་རྩམ་གྱི་ཀ་རེར་ཟིན་ན་ཡོངས་གྲགས་ཀྱི་རྩམ་གྱི་ཀར་ཟིན་ན་ཆེ་ཆུང་བཞི་དང་དེ་ཀར་གསུམ་ཟེར་བ་ནི་རེད། ཆེ་ཆུང་བཞི་དང་དེ་ཀར་གསུམ་ཟེར་བ། ཆེ་ཆུང་བཞི་ཟེར་བ་ནི་སྙན་ངག་གི་ཕྱོགས་སུ་གཏོགས་པ་རེད། སྙན་ངག་བཞི་ལ་དེ་ཀར་གསུམ་ཟེར།

གཏི་མུག་གི་མྱ་ངན་བཟང་ཡོད་ནི་རེད། འདི་ལྟ་ཁོང་འདི་འཇིག་རླབས་ཆེ་ཟེར་ཟིན་ན། ལྷོ་ཁོ་ནག་མོ་ཁོག་གི་འགྱིར་ཤིང། དག་གཏམ་ཤིང་འཛུགས་ནར་འཇིག་གི་དེ་སྤྲེའུ་སྐུ་ཟིན་ན་འདི་འཇིག་ལ། དབྱངས་ཅན་མིག་ད་གཟོད་བོད་སྐད་ལ་བྱས་ན་དབྱངས་ཅན་མིག་བསྟོད་པ་འདི་ལྷོ་ཕྱོགས་རྒྱུད་དུ་བྱུང་བའི་མཁས་ཆེན་བན་དྷི་ད་ནག་མོ་ཁོད་ཀྱི་དབྱངས་ཅན་མིག་ཞེ་གཟིགས་ཀྱི་དུས་སུ་རྒྱུད་དེ་བརྗོད་པ་རྫོགས་སོ་ཟིག། འོ་ཡ། འདི་གྲོལ་དགོས་ཟིན་ར། འདི་གྲོལ་དགོས་ཟིན། དེ་ཡིན་དོ་ན་ད་འདིའི་སྐད་ནི་ཨེ་ཆོད་བསམ་བློ་བཏང་རྗེས་གཟུགས་ནོར་ཆེ་བཟོ་དགོས་བས་ད་བསྟོད་པ་འདེབས་དགོས་ཟིན། ལྷ་མོ་ཡང་ཅན་མ་ལ་བསྟོད་པ་སྟོན་ཟླ་རེ་རྗེས་མ་ཟུང་འདི་གི་འཇིག་འདི་ལ་གསུངས་འདི་ལྷ་ཁོ་ནག་མོ་ཁོ་ཁའི་ངེས་དྲི་ངོ་མ་ཡིན་དག་ན། ད་ཅི་རེད་ཟེར་ན། འདི། ཡང་ཅན་མ་བསྟོད་པ་འདི་ཅི་ཟེར་ཟེར་ན་ལྷོ་ཕྱོགས་བརྒྱུད་དུ་བྱུང་བའི་མཁས་ཁྱིམ།

ཕུ་ཉག་ལྡིང་ཟེར་ནས་ཕུ་ཉག་ལྡིང་གི་ཤིག་ཅི་འདི་དག་གོ་འདི་ཤོང་དང་ཟེར་གི་ཨི་ཟེར་ན་རེད། ད་ངས་དེ་གི་བཤད་དགོས་ནོ། ལྷོ་ཁུ་ནག་མོ་ཁོ་གི་ད་ཕུ་ཉག་འདི་འདྲི་འདྲི་ག་ལ་སྐྲན་པ་འདན་དང་ཟེར་ག། སྐྲན་མི་ཟེར་གི་ད་སྐྲན་གྱི་ཕུ་ཉག་ཟེར་སྐྲན་པ་འདན་དང། འདི་གི་ཤིག་ཅིང་གི་འོག་ནས། ད་བུ་ཉག་བདུན་བཟི་ལ་ཤོང་དང་ཟིག་ཁེ་བ་གཞན་པ་གི་བརྩམས་ཆོས་རྒྱ་གར་ལ་བྲིན་གྱི་བུ་ཉག་གི་ཤིག་ཆ་ཤིག་ཅན་ཐད་ནོར་གི་ད་བུ་ཉག་བདུན་ཁྲི་ཨ་ལུང་གི་བུ་ཉག་ནེ་ཙོའི་བུ་ཉག་ངང་བའི་བུ་ཉག་གདའ་བའི་བུ་ཉག་དེ་གར་ཚེ་སྦྲང་མའི་བུ་ཉག་ཁི་ཤིག་བུ་ཉག་ག་ནག་ཤིག་བུ་ཉག་ཤོང་དང་ཟིག་རྒྱ་གར་ལ་ཡོངས་སུ་གྲགས་པའི་བུ་ཉག་བདུན་ཟིག། འདི། ཕོ་ཉག་ལྡུམ་པོ་འདི་ཇི་ཙམ་ལྷོ་ཁོངས་ནག་མོ་ཁུལ་གྱི་མཛེས་པ་གི་སྤྲིན་གྱི་ཕོ་ཉག་གི་ཞིག་རྐྱང་གི་འོག་ནས་བྱུང་བ་ཡིན། འདི་ཟེར་ཚུགས། དེ་བཞིན་གི། ད་ང་ཚོ་བོད་ལ་ཡིན་ན་རྣམ་པ་ཚོ་ཞིག་གི་མོ། ཡོངས་འཛིན་ནི་བློ་བཟང་དཔལ་ལྡན་གྱིས་མཛེས་པ་གི་ཕོ་ཉག་གཞོན་ནུ་དོལ་འདྲེར།

ད་འབྲེལ་བ་གང་ནས་བཤད་སོང་ན་རྒྱ་གར་གི་སྒང་ནས་ལྷོ་ཁོངས་ནག་མོ་ཁུག་གི་རྩེམ་ཆས་ལ་འབྲེལ་བ་དེ་འདྲ་མང་ཟིག་བྱུང་ཡོད་ས་རེད་ད་འདི་གང་གང་གང་ནས་ངས་མི་ཤེས་ར་འབྲེལ་བ་མང་པོ་ཟིག་བྱུང་ཡོད་ས་རེད། ད་འོད་ཟེར་བོད་སྐད་གི་སྒང་ནས་འོད་ཀྱི་ཁེ་བ་གི་རི་ཀ་གི་ཁྲིམས་ཆུ་ཕོ་ཉག་གི་འབྲེལ་བ་ད་ནང་གི་མཆན་འབྲེལ་ཡོད་གི་དེ་ནས་འབྲི་འབྲེལ་ཡོད་གི་དེ་ནས་འབྲེལ་བ་ཧ་ལོང་ཕྲང་མ་ཡོད་གི

ལྟར། དེ་ནས་རེག་རྭ་རིན་པོ་ཆེ་ཚང་གི། དེ་འདྲ་བ་ལོག་འཕྲང་མར། ནོར་བྲང་ཨོ་རྒྱན་གྱིས་བརྩམས་པའི་ངོ་མཚར་དགའ་སྟོན་བྲིས། ད་དུ་མོ་འོན་ན་ངན་མ་དེ་འདྲ་མང་གི་ད་དང་སང་ཉིན་གྱི་ན་ད་ད་ཡང་གཅིག་རེ་གཉིས་རེ་བྱུང་ཡོད་ས་རེད། འདྲ་བ་གང་ནས་བྱས་ན་ད་དུ་མོ་ཚིག་མང་གི། འོན་ན། ད། སྤྲིན་གྱི་ཕོ་ཉ་སོགས་ནི་འདི་ལ་མཁས་བར་སྐུའི་གདོང་འཇོག་འདི་མོ་ཟིག་ནང་སྒོ་ཡོད་བ། འགྲེལ་བ་ཡང་འདི་འདྲའི་མང་པོ་ཞིག་འབྲི་སྒོ་ཡོད་བ། སྐད་ཡིག་ཡང་ཡིག་རིགས་ཡང་འདི་འདྲའི་མང་པོ་ཞིག་ལ་བསྒྱུར་ཡོད་ཡིན་སྟངས་ན། ད་འདི་ཁྱེད་ཀྱི་ད་འདི་མོ་ཟིག་ཡིན་སྟངས་ནི་རེད་ཞེས་བོས་ན་ད་ངས་ད་གའི་དགོངས་ནས་བཤད་དགོས་ནོ། དཔེ་སྒྱུར་གྱི་མཛེས་བ་ཟེར་དགོས་ནོ་འདི་དོག་པོ་འདི། ད། ཧ་ཅང་གི་ཆེས་ཕུན་སུམ་ཚོགས་པ་ཡིན། ལྷག་པར་དུ་ཨ་ཟོའུ་གི་ཡུལ་འགྱུར་ཚོང་པ་གི་གད་སྙིང་གི་ཡང་ཆེས་ཡག་ཤོས་ཟིག་འདུག་རྒྱ་གར་ལ་ཚོང་པ་ཡིན་ན་སྤྲིན་གྱི་ཕུ་ཉག་འདི་ལྷོ་ཁུ་ནག་མོ་ཁོ་གི་ད་སྙན་ངག་ཆེ་ཆུང་བཞི་གི་ནང་གི་ཆུང་བ་རེད་ད་ལྟ་ཁིར་གི་ཚ་མཚོན་གི་གཏམ་ཆེ་ར་མ་རེད། རི་བཀྲ་ལ། རྒྱ་གར་གྱི་སྤྱིའི་རྩོམ་རིག་གི་སྒང་ནས་བསམ་བློ་བཏང་ཡུལ་སོང་བ་ཡིན་པ་ན། རྒྱ་གར་གྱི་ཡན་གྱུར་ཚོན་པ་གི་དང་བརྩེ་དུང་གི་ཚོན་པ་གི་ནང་རུ་བརྗོད་བྱ་བརྩེ་དུང་ཞེས་དང་ཡན་གྱུར་ཚོན་པ་གི་ནང་ནས་སྙན་ངག་རང་མོས་དང། དང། ཡན་གྱུར་ཚོན་པ་གི་སྙན་ངག་རང་ཤེས་དང་སྙན་ངག་ཐོག་མ་དེ། ལྷོ་ཁུ་ནུག་མུ་ཁུ་ཁུ། མཛེས་པ་གི་ད་སྤྲིན་གྱི་བུ་ཉང་འདི་ཡིན། ད་ཡོངས་གྲགས་ཀི་འདི་གི་བཤད་ནི་རེད་ཨ། དེ་གནོད་སྦྱིན་ཚིག་གི་ཁུ། སྤྱི་ཡོངས་ཀི་ཆ་ནས་བཤད་སོང་ན། ཁུ་འདུག་མུག་གི་བཙན་གྱི་ཕུན་སུམ་ཚོགས་པ། སྐད་གྲགས་ཡོད་པ་འདི་འདི་རེད། ལྷོ་ཁུ་ནུག་མུག་གི་ཁུ་རང་ཉིད་ལ་ཚུད་སོང་ན་ཚན་ཚུན་གི་ཟམ་ཆེན་མ་རེད་ཟེར་ཨ་ད་ཟེར་བ་ནི་རེད། འོ་ན་འདིའི་བརྩོན་སྟངས་ཁྱི་མོ་ཟིག་གི་སྒང་ནས་བརྩམས་ཡོད་གི་ཟེར་ན། ཨ་ཅོ་ཤི་ག། བརྩོན་ལེ།

ད་ཁེ་བ་སོ་སོ་གི་ཞེ་ཁུ་ཡོད་ན་ཆེ་ཁྲི་ལ་དེ་ཡོད་ན་ཧྲི་ལ་རི་ཁྲི་ལ་ད་ཁྱོད་ཀྱང་ཁེན་སི་ཡིན་ཐ་ན་ལ་ལ་གི་འབྲི་འབྲི་ཡི་ཆི་རེད་ལ་ལ་གི་དོན་འབྲི་ཡི་ཆི་རེད་ལ་ལ་གི་མ་ར་ཤེ་འབྲི་ཤེ་འབྲི་གང་ལེ་ཁུ་ཉན་ངག་གི་ཆེ་ཚུ་གོ་ན་རེ་སྐྱི་ཁུ་དེ་མ་ར་ཤེ་ཆི་རེད་སྐྱི་ཁུ་ཅི་ནི་ཤེ་ཆི་རེད་ལ་ལ་གི་གུ་སིན་ཟི་ཚིག་འབྲི་ཅི་ནི་ཤེ་ཆི་རེད་ལ་ལ་གི་དོན་འབྲི་ཅི་ནི་ཤེ་ཆི་རེད་ལ་ལ་གི་ཚིག་འབྲི་དོན་འབྲི་དང་རྒྱན་གི་གང་ནི་ཤེ་ཆི་རེད། རང་བྱན་ལ་གྲིབ་ཚེ་ར་དུ་མ། འདྲ་མི་འདྲ་ཡོད་ཅེས། ཡེ་རེ་ཏྲ་ར། ཨ་ཟུག་གི་ད་ཧན་གོ་རི། ཀྲིན་ཆི་བུ་ཉག་འདི་རྒྱང་བསྡད་བཏང་བཞག་གི་ཚེ་ར་ལུག་སྐྱོ་ལེན་རྒྱུ་གཙོ་བོ་དེ་ཆི་ཟིག་རེད་ཟེར་ན་ཚིག་ཙམ་ལ་འབྲེལ་བ་བརྗོད་རྒྱུ་དང། འདིའི་ནང་ནས་ཡ། ད་ཆོས་ལུགས་བཀའ་གཅིག་ན་ཆོས་ལུགས་བཀའ་གཅིག་གི་ནང་ནས་དོན་དག་འདི་འདི་བཤད་ཡོད་ནི་རེད། ཆོས་ལུགས་བཀའ་འདི་གི་ད་ཚིག་ཆེན་འདི་གི་ནང་ན་ད་སྐད་ཆ་འདི་བཤད་ཡོད་ནི་རེད། དོན་དག་པོ་ཤེས་སོང་ན་ད་ཤེས་སོང་ཨ་ཙང་ངས་བལྟས་ན་དོན་མོ་ཟེར་མ་རེད། ཨོ་ཡ། གཙོ་བོ་འདི་གི་ནང་ནས་ད་ངས་ད་གི་གང་བཤད་དགོས་ནི་དཔེ་བསྒྱུར་གྱི་མཛེས་བ་ཟེར་གོ་ནོ། སྙན་ངག་གི་མཛེས་བ་དཔེ་བསྒྱུར་གྱི་མཛེས་བ། འོ་འདི་གི་སྟེང་ནས་ག་རེ་ཟེར་ན་སྐད་ཆ་འདི་ཁྱེད་ཟིག་བཤད་སྟངས་འདི་རེད། འདི་གི་ནང་ན་དཔེ་དང་དཔེ་དང་དེ་འདྲས་བཞག་ཡོད་བ་གི་བྱ་ངན་འདི་ཚང་མ་ཁྱེད་ཟིག་ད་འདི་ནང་ན་བཞག་སྟངས་འདི་རེད།

བྱ་ངན་ཅག་ཅག་ཡིན་ནོ་རྒྱལ་མཚན་གྱི། སྤྲིན་གྱི་ཕོ་ཉ་ལ། ནང་གི་བྱ་ངན་མི་མངའ་གཟུགས་ཡོད་བ་འདི་ཆུ་ཚུད་ན། རྒ་མིའི་སྤྲན་པ་གི་ཤོག་སེར་འགྲོ་ནུ་གི། འབྲས་ཡོས་གི་ངེ་བོ་མ་གཏོགས་འབྲས་མེད་གི་ངེ་བོ་དེ་ཚུན་མེད་དང་ནི་རེད། དེ་མེད་དང་ནོ་རྒྱལ་མཚན་གྱི། གོ་འདི། སྟོན་ཐང་ཐུན་མོང་མ་ཡིན་པ་གཅིག་ཡོད་ནི་རེད། ཁོ་ཆུ་ཧ་རན་དེ་གསུངས་ད་ལ། བཀའ་ལྕགས་ཟིན་ནས་གི། གཏུམ་མོ་གི། གྲོང་གཟིགས་ཡོད། ཅུང་བསྡུ་ན་ཆུ་ཟིག་རེད་ཟེར་ན་ད་རྒྱ་འུག་འདུག་མོ་ཟིག་རྒྱ་འུག་དེ་གི་ཆབ་སྲིད་དཔལ་འབྱོར་རིག་གནས་ལ་སོགས་པ་དུམ་བུ་དེ་ཡོད་ཅིག་ཅིག་བཤད་དགོས་ཨང་མོད་དེ་འདྲས་ཆེ་ཞིང་ཆུ་འདས་སོང་འདི་ལ་འདི་ན་གྲོང་དུ་ཟིག་ཟེར་ད་ཆུ་ཟེར་གྱི་རེད་སྒ་མ་དྲན་པའི་སྣང་ཚུལ་ཆང་ཆང་ཡང་གོ་ནས་གྲོང་འདི་ན་ད་ཆུ་ཟིག་རེད་ཟེར་ན་བོད་མི་མང་གི་འདུག་མོ་འདི་གོ་བོད་མི་རིག་ག་གི་ཆུ་ཟིག་ན་རང་གི་མཛའ་བོའི་དྲན་པ་གི་ཡང་དུམ་བུ་གི་ཅིག་བཤད་དགོས་ཡོད་ཟེར་ཡང་ལ་བོད་མི་ལ་ལ་ཟིག་ཆུ་ཟིག་རེད་ཟེར་ན་འོ་ད་ད་གི། མཛའ་བོ་གི་ཁྱིམ་དུ་ཧ་ར་སོང་བསྡད་དང་བཞག་ཡས་ནད་ལངས་ཁ་ལངས་མོ་ཤ་ར་ཡོང་གྲི་ད་ཚོ་ནི་ཁུར་གོག་གི་ངོས་ལ་དག་ད་ནོ་གི་མེ་ཏོག་རི་ག་ཚོའི་ཁ་ཉེ་ལས་དེ་གི་ད་ཡོག་སི་ཐུ་མོ་ད་ཐུ་ཀོ་ཅི་འདི་སྤྲིན་ཆུ་ཕོ་ཉག་གི་ཁ་མིག་སིག་གི་ཁྱབ་ཆས་ཡིན་རེད་ང་ཚོ་འདི་ཡོང་འཛིན་ཁྱིམ་འདྲ་ད་འདྲ་གི་ཡོང་འཛིན་ལོ་ཚང་བལ་སྟོན་གི་འཛིན་པའི་ཕོ་ཉག་གཞོན་ནུ་དོན་གྲུག་གི་ནང་ལོགས་ལ་ཕྱི་ཆོས་ཚིག་གོ་དོན་ཨ་ཚོགས་ཚིག་སྦྱོར་གྱི་བཀའ་གང་ནས་བྱས་སོང་ན་དབུས་སྦྱོར་གི་གང་ནས་བྱས་སོང་ན་ཡང། མཆོག་ཏུ་གྱུར་བ་ཡིན་ནི་རེད། ཡང་གི་མཆོག་ཏུ་གྱུར་བ་ཡིན་ནི་རེད་དྲ་ར་དེའི་ནང་ལོགས་ལ་བྱ་དངོས་མང་བོ་གོ་ཡ་དང་དེ་ཚང་མ་གོང་རིགས་གི་མ་ནོ་དམ་ཆིས་ཡང་ཚོགས་སམ་གོང་གི་བླ་མ་དྲན་པ་གི་ལ་འབྲེལ་བ་མེད་ནོ། དུམ་བུ་ཡང་ནང་ན་ཡོད་ནི་རེད་ཟེར་གི་འདུག་ས་ཆ་ཟེར་ག་དོན་དོན་ན་ས་ཆ་དེའི་གི་འོས་སྲུང་ཏང་ཞི་བའི་དངུལ་སྤྲོད་དང་ཁུལ་གྱི་གི་བུ་ཉག་གཞོན་ནུ་དོན་དྲུག་ལ་ས་ཆ་དེའི་ནང་གི་དག་ཅིག་ཚུང་ངེ་ཤ་ངེ་གང་ཞིག་དངུལ་སྤྲོད་བྱེད་རྒྱུ་ད་ཚོད་ནས་དངུལ་སྤྲོད་དེ་བྱེད་དགོས་ནོ་དེ་ཚང་མ་ཆི་ཟིག་རེད་ཟེར་ན་རང་གི་བླ་མ་དྲན་པ་གི་དྲན་ཤོག་གི་ཐིམ་ཤོག་གི་ངེ་བོ་དེ་འདྲས་ལ་མི་འགྲོ་ནི་དེ་ཡང་དུམ་བུ་ཡང་ནང་ན་མང་གི་རེད་ཟེར་གི་འདུག་དེ་དོན་ན་ང་ཚོའི་བཀྲིན་ཆེ་བུ་ཉག་ཟེར་གི་འདི་གི་ནང་ནས་ཆུ་འདི་ཡ་སོང་ད་ད་ཨ་རི་ཟེར་ག་ད་འདུག་མོ་ཟེར་གི་ཡོད། རི་དེ་ག་ལ་ཀ་ནི་དེ་གས་སོང་དང་བཞག་ད་ཁྱི་ཟེར་བ་ཟེར་ན་རི་དེ་ག་ཡོ་ག་གས་པ་ལ་སྐྲན་པ་གི་འདི་ག་ཡོ་ག་དེ་དང་བཞག་ད་རི་གི་རྩེ་མོ་འདི་ད་ཁྱི་ཟེར་རེད་ཟེར་ན་ད་ཡང་ཁོ་རེ་འདི་གི་འབའ་རི་ད་ནུ་འདི་ད་ཁྱི་ཟེར་རེད་ཟེར་ན་ཨོ་ཡ། ད་བོད་སྨད་གི་རི་ག་ག་རྒ་མ་རི་ག་གི་བོད་སྨད་རི་ག་གི་བྲང་ཁ་ན་ཡོ་ནུ་གི་ནི་མ་གི་ནི་འཛི

ཨ་ཏི་ར་ཅི་ར་ཀི་ཅིག་ཆམ་པོ་ཆམ་པོ། དུ་མོ་ར་ཤ་མི་ཁོ་ག། ངུ་ངག་མཚོན་གྱི་ན་ཆི་ཟིག་རེད་ཟེར་ན། སྤྲིན་གྱི་བུ་ཉག་ཨ་ཟིག་གོ་འདི་གི་ནང་ནས་ཤི་གོ་ཅི་ཆི་ཟིག་ཟེར་ན། གཙོ་བོ་དང་པོ་དཀར་ཟིག་ཨང་ཆེས་དང་པོ་སྤྲིན་གྱི་བུ་ཉག་ཨ་ཟིག་གོ་འདི་གི་སྙན་ངག་གི་འདི་གི་བྱ་ཕྱི་འདི་ཤི་གོ་ཟིག། འདི་བྱ་ཕྱི་འདི་ཤི་སོང་བ་ཡིན་པ་ན་ད་གཟོད་འདི་གི་བྱ་ཕྱི་གི་འདི་དོ་གོ་འདི་ད་རང་གི་རོ་མྱོང་བའི་ཡིད་ཐུག་ག་རང་གི་ཤི་འཇུག་གོ་ར་འདི་སྦྱང་འཇུག་ག་དེ་རེད་མ་གཏོགས། ཚིག་གི་འབྲེལ་བ་དང་དེ་འདྲས་ན་འདི་འདྲ་བ་མང་གི། དེ་འདྲ་བ་མི་འདྲ་བ་དེ་ལྟ་ན་ཞིག་རེ་ལ། བདག་གིས་ཆོས་ལུགས་ཀ་འདི་ནང་ན་སྐད་ཆ་འདི་དག་ཀུན་ཏུ་བཤད་ཞོག་གོ་ཟེར་བ་པ་ན། སྐད་ཆ་དེ་བཤད་ཞོག་ནོ་ངས་ར་ཞིག་ཟེར་ར་ད་ཨེ་ཆོད་དེ་ཧམ་ཆེན་ནི། ད་ཁུ་གེ། འདི་གི་མཛེས་བ། ཟེར་གོ་ནི་ར། ཡང་ན་འདི་གི་མྱང་གི་འདི་གི་ཆ་ཕྱི། འདི་ཐོག་འོ་འདི་ཐོག་ཆུ། ད་ཞིག་གི་སྐད་ཆེན་ནི་རེད། དེ་དོན་དག་གཅིག་ཡིན། དེ་ལྟ་ན།

ཨོ་ཡ། ད་བར་ག་རྒྱུ་ཆ་ཚང་མ་འབྱིན་ན་དགུ་ནི་བས་ལས་པར་ཐལ་ཆེ་གང་འགྲིག་གོ་ན་ཁོ་ཆ་ཚང་མ་ག་རྒྱུ་གཅིག་གི་ནང་འདུས་ཨ། དེ་གས་འགྲུག་གི་ད་ནུ་གུ། ཚིག་སྤྱིར་རྩོམ་སྟངས་གི་ནང་ནས་ཁོ་ཆ་ཟིག་རེད་ཟེར་དང་ན་འདི་བས་རང་བྱིན་ཆང་གི་རྩོམ་སྟངས་དེ་ཤུགས་ཆེ་ནི་རེད། ཨོ་ཡ། ཚིག་སྤྱིར་རྩོམ་སྟངས་གི་ནང་ནས་བྱིན་པ་ན་དེ་ལ་གཏོགས་ནི་རེད། ཨ་ད་འདི་ཟོས་འབྱིན་ན་ཁྱོད་ཀྱི་རྩིས་མ་ཟིག། ཨ་ཅིག་ཤི་དགོ་བ་གས་ཡང་ནད་དོན་གཅིག་ར་ལ། ཨ་ནེ་ད་གཏོར་མ་འཇིག་རྒན་ད་དེ་རང་དེ་མ་གཏོགས། ད། དངོས་སེལ་གྱི་བཤད་ཡ་ཅིག་མེད་ཀི། ལྷོ་ཁ་ནག་མོ་ཁོག་གི་ལོ་རྒྱུས་སྟངས་ནས་ཡིན་ན། ད། གཞན་པ་གི། བཤད་ཐུགས་ཁུར་མེད་ནས་ཅིག་ངའི་རུ་ཁག་གི་རྩེ་ལ་བཏོན་ནས་དེ་ནས་ཅིག། བཤད་ཡ་ཅིག་ཡོད་མ་རེད།